འདི་ནི་ས་བཅུར་གྲངས་ངེས་པའི་རྒྱུ་མཚན། འདིའི་རྩ་བ་ཡིན་ན་མཉམ་གཞག་མཚུངས་ཀྱང་རྗེས་ཐོབ་ངེས་ཤེས་དང་དབྱུང་སྦྱོང་བྱས་ལས་ས་བཅུར་གྲངས་ངེས་སོ། དེ་སོང་བ་རེད། འདིའི་དོན་དག་ཡིན་ན་སྤྱིར་ས་བཅུ་པོ་དེ་ལ་མཉམ་གཞག་ཏུ་དམིགས་པ་མིན་པའི་སྙིང་རྗེ་དང། ཆོས་ཐམས་ཅད་སྟོང་པ་ཉིད་དུ་རྟོགས་པ་ལ་དཔྱད་པར་དམིགས་ཀྱང། ང་ཚོ་འདིའི་སྔོན་གྱི་སློབ་ཚན་གྱི་ནང་དུ་བཤད་པ་ནང་བཞིན་བྱང་ཆུབ་སེམས་དཔའ་ས་དང་པོ་བའི་ཆོས་ཉིད་མངོན་སུམ་དུ་རྟོགས་པ་དེ་ལས་ལྷག་པ་ཅི་ས་བཅུ་ག་གང་དུ་ཡང་རྟོགས་རྒྱུ་ཡོད་པ་མ་རེད། ཡིན་ནའང་རྒྱུད་སྟོབས་ཀྱིས་བསོད་ནམས་ཀྱི་ཚོགས་ཀྱི་སྟོབས་ཆེ་ཆུང་ལ་བལྟས་ནས་ས་བཅུར་དབྱེ་བ་ཕྱེ་བ་དང་ཡང་ན་དངུལ་དཀར་གྱི་སྒྲིབ་པ། ཤེས་སྒྲིབ་སྐོར་དགུ་ཟེར་ན་འདྲ་གང་ལྟར་དངུལ་དཀར་གྱི་སྒྲིབ་པ་དེ་དག་སྤང་དགོས་པའི་ཆ་ནས་ཀྱང་ས་བཅུར་དབྱེ་བ་ཕྱེ་བ་རེད་ཟེར་བ་དེ་རེད། རྒྱུད་སྟོབས་དུ་ཆུ་སྐྱེས་དབྱིངས་ཀྱི་ལྡོག་པ་མི་འདྲ་བ་བཅུ་ཡོད་པ་དང། དེ་ག་རེ་བྱེད་དགོས་ཡོད་པ་རེད་ལབ་ན། དཔེར་ན། ཤེས་སྒྲིབ་རགས་པ་ནི་རིམ་པ་བཞིན་དུ་ཇི་ལྟར་སྤང་བ་དེ་ལྟར་དུ་རང་གི་སེམས་ཀྱི་ཆོས་ཉིད་དེ་མངོན་དུ་གྱུར་བ། རྗེས་ཐོབ་ཏུ་རང་ཉིད་ལ་བརྟག་པའི་སྣང་བ་ཤར་བས་ཆ་མ་འདྲ་བ་ཆོས་ཀྱི་སྒང་ནས་བཞག་པ་རེད་ཟེར་བ་དོན་དག་རྡོག་རྡོག་དེ་རེད། ཕ་རོལ་ཏུ་ཕྱིན་པ་ཇོ་དང་ཡོངས་སུ་སྦྱོང་བའི་བྱ་བར་གྱིས་ས་བཅུར་བྱས་ཀྱང་དེ་དག་ཏུ་དྲང་ངེས་པའོ། འདིའི་སྒང་དུ་ང་ཚོ་ཡོངས་སྦྱོང་གི་བྱ་བར་དང་ཕ་རོལ་ཏུ་ཕྱིན་པ་ཇོའི་སྒང་གི་བྱ་བར་ལ་སོགས་པ་དེ་དག་བཤད་ཟིན་པ་རེད། ད་ནི་ས་ལམ་གྱི་རྣམ་པར་བཞག་པའི་སྐབས་འདིར་དཔྱད་པར་བྱ་བ། ཉན་རང་མཐར་ཕྱིན་གྱིས་ས་ལམ་དུ་གནས་སྐབས་གང་ཙམ་ནས་འཇུག་ཅེ་ན། དོན་འདི་མདོ་རྒྱུད་ཕལ་ཆེར་ལས་གསལ་བར་ཆད་པ་མི་སྣང་ཡང། འདིའི་དོན་དག་འགའ་རེ་ལབ་ན་དཔེར་ན། ཉན་ཐོས་དགྲ་བཅོམ་པ་ཞིག་ཐག་ཆེན་གྱི་ལམ་དུ་ཞུགས་དགོས་ན་གང་ནས་ཞུགས་དགོས་རེད། ཟོ་ཆས་ཀྱི་ས་ནས་ཞུགས་ཀྱི་རེད་བས་ཡང་ན་འཕགས་པའི་ས་ནས་ཞུགས་ཀྱི་རེད་ཟེར་བ་འོ་དེའི་དོན་དག་རེད་དེ། འདི་ནི་རྣམ་སྣང་མངོན་བྱང་ལས། ནི་འདི་གསང་སྔགས་ཀྱི་རྒྱུད་རེད་གསང་སྔགས་ཀྱི་རྒྱུད་ཀྱི་ནང་ནས་ཀྱང། བཅུ་རྒྱུད་ཟེར་བ་དེ་རེད་བསམ་སོང་བཅུ་རྒྱུད་ཀྱི་བཅུ་རྒྱུད་ཀྱི་རྣམ་སྣང་མངོན་བྱང་ཟེར་བ་དེའི་ནང་ན་ག་རེ་ཟུང་ཡོད་པ་རེད་ལབ་ན་དངོས་པོའི་སྤྱོད་པ་ཡིན་ནས་ས་སེམས་གསུམ་རྣམ་པར་སྒོམ་བྱས་ནས་ཕ་རོལ་ཕྱིན་པ་དྲུག་རྣམས་དང་བསྡུ་བའི་དངོས་པོ་ཞེས་དག་གི་མོས་པའི་ས་ནི་མཚུངས་པ་མེད་ཅེས་མོས་སྤྱོད་ཀྱི་སར་འཇུག་ནས་སྡང་བའི་སེམས་གསུམ་སྒོམ་པ་ལས་སྡང་བའི་སེམས་སྙིང་རྗེ་ཆེན་པོ་ཕར་ཕྱིན་དྲུག་དང་བསྡུར་དངོས་གཞི་ལ་སྤྱོད་པར་བྱེད་པ་སྟེ་མོས་སྤྱོད་ནི་མཐར་ཕྱིན་གྱི་ལམ་དུ་འཇུག་པར་སོང་བ་འདི་ཉིད་ངེས་པའི་དོན་དུ་བཟང་བར་བྱའོ། གང་གིས་རྣམ་སྣང་ངོ་བྱང་གི་ཚིག་འདིའི་དོན་དག་ག་རེ་ལབ་ཏུ་མོས་པའི་སྤྱོད་པའི་ས་ཚོགས་ལམ་གྱི་སྐབས་སུ་སེམས་གསུམ་ལ་ཉམས་ལེན་བྱས་ནས་མཐར་ཕྱིན་གྱི་ལམ་དུ་འཇུག་གི་རེད་ཟེར་བ་དེའི་དོན་དག་ཡིན་པ་རེད་སེམས་གསུམ་དེ་ག་རེ་ལབ་ཏུ། འཇུག་པའི་སེམས་དང་གནས་པའི་སེམས་དང་ལྡང་བའི་སེམས་ཟེར་བ་དེ་རེད། འཇུག་པའི་སེམས་ཟེར་བ་འདི་དཔེར་ན་ཏིང་ངེ་འཛིན་ལ་འཇུག་པའམ། ཡང་ན་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་ལ་འཇུག་པ། གནས་པའི་སེམས་ཟེར་བ་དེ་སྟོང་པ་ཉིད་ལ་རྩེ་གཅིག་ཏུ་མཉམ་པར་འཇགས་པའི་སེམས། སྡང་བའི་སེམས་ཟེར་བ་དེ་རྗེས་ཐོབ་ཀྱི་སེམས། དཔེར་ན། སྟོང་པ་ཉིད་ལ་མཉམ་པར་འཇགས་པ་ལས་ལངས་ནས་གཞན་དོན་སྒྲུབ་པ་ལ་སོགས་པ་དེ་ལ་སྡང་བའི་སེམས་ཟེར་གྱི་ཡོད་པ་རེད། ཡིན་ཙང། སྙིང་རྗེ་ཆེན་པོ་ཕར་ཕྱིན་དྲུག་ཕར་ཕྱིན་དྲུག་ཟེར་བ་དེ་གཞན་དོན་སྒྲུབ་པའི་བྱང་ཆུབ་སེམས་སྤྱོད་པ་ཕ་རོལ་ཏུ་ཕྱིན་པ་དྲུག་དེ་རེད། བསྡུ་བའི་དངོས་པོ་བཞི་ཟེར་བ་དེ་སྦྱིན་པ་དང། སྙན་པར་སྨྲ་བ་དང་དོན་མཐུན་པ་དང་དོན་སྤྱོད་པ་ཟེར་ལ་དགོས་རེད། མདོར་ན། ཐེག་དམན་བྱེ་བྲག་བྱོན་པའམ་ཡང་ན་ཐེག་དམན་ལམ་ཞུགས་ཀྱི་གང་ཟག་ཅིག་ཐག་ཆེན་གྱི་ལམ་དུ་གང་ནས་འཇུག་གི་རེད་ལབ་དུས་མུ་ཁྱུད་ཀྱི་ལམ་བྱང་ཆུབ་སེམས་དཔའི་ཚོགས་ལམ་ནས་འཇུག་གི་རེད་ཟེར་བ་འོ་དེའི་དོན་དག་ཡིན་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནི་མཚམས་འཇགས་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།